ནི་ལྷག་པར་དུ་ད་ཁ་སང་དེ་རིང་བྱས་བྱས་ཡང། བཤད་རྒྱུ་གཏམ་རྒྱུ་ལུང་པ་གང་རང་དང་གཞན་དང་ནང་དང་ཕྱི་དང་ག་ནས་བལྟས་ན་གཅིག་ངོ་ཚ་དགོས་རེད་ཅུང་རེད་འདུག་བ་ད་བོད་སྐད་རྒྱ་གར་གྱི་གདན་ས་གསུང་རྩོད་བྱེད་པའི་དེ་གི་ནང་ལོགས་ལ། གང་དྲག་སྙིང་རྗེ་ཨ་དཀྲུག་ཚད་ལྡན། ཞུ་ངའི་ཁོང་ད་ཅིག།

ལག་མི་རྒྱག་པ་དག་ད་ལྟ་ལི་ཐང་ཨ་དཀྲུག་ཚེ་བརྟན་ལ་བལྟས་ནས་དངོས་གནས་དྲང་ནས་ཧ་གོ་ཡ་རེད་དོ་ཉམས་མྱོང་མང་པོ་བསགས་ཡ་ཅིག་ཡོང་གི་འདུག་བ། ད་འབིག་ད་འབིག་ད་འབིག་བཞིན་པ་འདྲ་ཞིག་ཁ་བོ་འདུག་བ། ད་དེ་ཚོ་ཡོང་ས་དང་ཐོག་ས་དང་ཆད་ས་དང་ཨ་ནི་ཆུང་ས་དང་མང་པོ་ཞིག་གི་གྲ་སྒྲིག་དང་གོ་བསྡུར་དང་མང་པོ་ཞིག་བྱས་བྱས་ནས་རླུང་སུབ་འདྲ་སྟེ་ཁ་ས་ག་གཉིས་སྒོ་མ་གྲགས་སང་ནས་དུ་བྱས་ཡོང་གི་ཡོད་རེད་དོ་བ་དེ།

གཅིག་གིས་བོད་ཀྱི་འགྲོ་སྟངས་དང་གནས་སྟངས་གང་འགའ་ཅིག་བལྟས་ཡོང་དུས་དངོས་གནས་དྲང་གནས་ཀྱི་སེམས་པ་གཏིང་ནས་སྐྱོ་དགོས་ཡ་རེད། ཁ་ཁ་ཡེ་ཤེས་ཨེ་ནས་དངོས་གནས་དྲང་གནས་ཀྱི་སྒྲུག་མ་ཐུབ་པ་ཞིག་རེད་བ་ཆ་བདེ་བོ་རེད། ལོ་མང་པོ་བྱིའུ་ཅིག་ཨེ་ནས་ད་མི་ལུང་པ་ལ་ཡུལ་གྱར་བྱས་བསྡད་པ་རེད། ཅིག་བྱེད་ཁག་ད་བྱས་པ་རེད། བྱས་རེད་ད་གྲུབ་འབྲས་ག་གེ་སྟོན་ཡ་མེད་བ།

དོན་དག་འགྲུབ་རྒྱུ་མེད་བ་ལ་ནང་ལོག་པའི་རྙོག་དྲ་ལུང་པ་གང། རྙོག་དྲ་ཆུང་ཆུང་མ་ཡིན་པར་ནང་ལོག་ལ་པ་དབྱེ་འབྱེད་ཆེར་ཆེར། རྡོག་རྩ་གཅིག་སྒྲིལ་སྡུག་རུ་འདུག། ད་དུས་ཚོད་མི་རིང་བ་ཞིག་ལ་ད་བོད་མི་ནང་ལོག་ལ་ལྷག་པ་དང་ཕྱི་ལོག་དེ་ངའི་ནང་ལོག་དེ་ནང་ལོག་ན་དགེ་ལུགས་པ་ལ་ད་རྡོག་རྩ་གཅིག་སྒྲིལ་བྱེད་ད་སེམས་ཐག་རིང་ཟེར་ཡག་སོ་རེ་ཆགས་ཉེན་ཁ་འདུག་བ།

ཅི་འདྲ་བ་ནི་ལས་བྱེད་པར་འབྲས་བུ་དེ་འདྲ་འབྱུང་བ་ཡིན་ཟེར། ཨ་ནི་ལས་མ་བྱས་པ་དང་མི་འཕྲོད་པ། ལས་བྱས་པ་ཆུད་མི་ཟ་བ་ཟས་སྦྱོར་རེ་བསྟེན་ཏེ་ཁོ་རང་གི་ལས་ཅི་དང། སྐྱེ་བ་ལྔས་མ་བདེ་བ་ལ། ས་ཨའི་རྒྱུ་རེ་ལ་སྐྱེ་བ་འདི་ཡིན་ན་ཡང། དེ་འདས་ཅིག། གཞན་དང་གཞན་ལ་ཡང་གནོད་སེམས། འཆང་བ་ཡིན་ན་འདྲ། དེ་མ་ཡིན་པ་ཅི། ད་ལྟའི་ཚིག་ཀྱང། ཀ་དེ་ཕོ་བྲང་གི། ད་དེ་ངེད་ཀྱི་ཨ་ནི། ཁོ་ན་ཚོ་བོད་ཐུག་ཉེ་གི་རེད་བསམ་ཡིན་ན་འདྲ་ནང་ལོག་ལ་ཡང་ཁོ་རང་ཡིན་ན་ཡང་སྤྱི་བཏང་བོད་མི་ནང་ལོག་ལ་ཅི། ནང་སྐོར་ནང་སྐོར་ལ་ནག་པོ་འདུག་ཨ། ནག་པོ་འདུག་ཨ། དེ་ཡིན་ས་ཡིན་ན་ཡང་དེ་དུས་ཁོ་རང་གི་དངོས་གནས་ད་ལྟ་ཁོ་རང་དཔེ་དགོས་ཡ་དེ་གཙོ་བོ་ཅི། ད་ཅི་གོང་ས་མཆོག་གི་ཅི་གསུང་བཀའ་ཁྲི་ཞུ་གི་མེད་པ་དང་ལ་ཁ་བཏང་ཡོད་པ་དང་ད་དེ་འདྲས་ཅིག་བྱེད་ཨེ་གཙོ་བོ་ཅིག་ཨེ་ནི་ད་ད། གནས་སྦྱོང་དང་གནས་སྦྱོང་བསྐོ་འཐེན་ལ་ཡིད་ཆེས་མེད་པ་བཅས་བྱས་ཏེ་སྐྱོན་བརྗོད་བྱེད་ཀྱི་འདུག་ཟེར། ད་བའི་གནས་སྦྱོང་དང་གནས་སྦྱོང་བསྐོ་འཐེན་ལ་བའི་གླུ་བ་གྱོན་ནས་མེད། གླུ་བ་མེད་ངེས་ཅི་ལ་ཁོས་གླུ་བ་འདུག་ལབ་སོང་གང་མེད་ཟེར་ཡིན་ཟེར་ནས་ཁོ། པི་ཡག་གི་ཅི། གནད་དོན་ན་གཙོ་བོ་ཅི་དེ་རེད་དོ། ད་གང་འདྲ། ད་ང་ཚོ། མི། ལྷ། སྐྱོབ་འདི་དགོས། བོད་མི་ཚོ་གི། ལས། ཡིན་ས་རེད་ད་ངས་མ། ད། ཟླ། དགུ་བཅུ་གོ་གྲངས་ལ། སུན་མ། བསྟན་བཅུག། ད་རྙོག་དྲ་བྱུང་ས་གཙོ་བོ་དེ་བོ་དགེ་ལུགས་པ་ན་རེ་བ། དེ་དུས་ནས། མི་གི་ལྷ་སྐྱོབ་གི་འདུག། ལྷ་མི་སྲུང་སྐྱོབ་ཚོགས་པ་ཟེར་ནས། ད་དེ་འདྲས་སྐྱོ་བོ་རེད། ལྷའི་གི་མི་སྐྱོབ་གི་རེད་ད་མི་གི་ལྷ་སྐྱོབ་གི་ཡོད། ཚང་མ། སླེབས་བཞག་ཟེར་ནས་དེ་འདྲས་གི་ཅེས། བཀའ་མོལ་དང་ཨ་ནི།

སྐད་ཆ་མང་པོ་ཞིག་མུ་མཐུད་ནས་བཤད་ཐུབ་ཡ། གནས་ཆུང་ལྷག་བབས་རེད་ཟེར་ནས་གནས་ཆུང་སྐུ་རྟེན་དེ་བེད་སྤྱོད་ནས་ད་ལོ་བརྒྱ་ཕྲག་ཁ་ཤས་ཀྱི་བེད་སྤྱོད་བཞག་ཅེས་ནས་ཨ་ནི་ཅི། སོ་སོའི་ཕྱོགས་གཏོགས་དེ་ཚོ་ཡག། སྐུ་ཡག་གི་བེད་སྤྱོད་བཏང་ཡ། ད་ཅི་སོ་སོ་ལ་མུ་གོ་བ་དེ་ཚོ་མ། ཐབས་ཡིག་བཏང་ཡ་ཡང་བེད་སྤྱོད་བཏང་ཡ་གི། མུ་མཐུད་ནས་གནས་དགུ་གུར་བ་ཁོ་རང་ཚོ་ཕྱོགས་དེ་གས་དེ་ཁ་ཡོག་མར་ཡིན་དེ་ཡིན་གནས་ཆུང་དང་སྐུ་རྟེན་གཉིས་ཆ་གས་ཆེན་པོ་ཆགས་ཡོད་རེད། དེ་རེད་དེ་ཡིན་ཙང་དེ་སྔའི་ཨ་ཀྲུག་ཚེ་བརྟན་ཡིན་ན་ཡང། དཔེར་ན། ཁོ་རང་རྒས་ཡས་ཀྱི་བཀའ་མོལ་གནང་ན་འདྲ། ཡི་གེ་ཚོགས་འདུ་ཚོགས་དུས་བཀའ་མོལ་གནང་ན་འདྲ། ཁོ་རང་ཡིན་ན་ཡང་པེ་གོང་ས་མཆོག་བླ་སྟོབས་འཕེལ་དངོས་གནས་དྲང་གནས་ཀྱི། རྒྱ་བསྐྱེད་ཆུང་བྱེད་ཡིན་པ་དེའི་ཐོག་ནས་དཔེར་ན། དོལ་རྒྱལ་ལྟས་ངན་སེ་སྟོད་གཞུང་འདི་ལྟས་ངན་དེ་གས་དེ་ལ། ཅེས་ངག་ཡོང་དུས་པེ་ཞེ་བོ་ཅིག་ངག་ཡ་ཡོད་བ། ཁག་མི་འདུག་བ་ད་དེ་དུས་ཁོ་རང་མི། གནས་སྦྱོང་ལ་པརྒྱབ་སྦྱོར་བྱས་བྱས་ནས་གནས་སྦྱོང་དེ་པའི་སླུ་བ་མེད་པ་ཡིན་བསམ་དེ་ནས་ནི་ཞོར་དེ་པའི་སྐུ་རྟེན་གྱི་རྒྱུད་ནས་སྐད་ཆ་དེ་ཡོང་དགོས་ས་དེ་ལ་ཁོ་རང་ཕལ་ཆེན་ཡིད་ཆེས་ཞུ་བ་ཞིག་མེད་འགྲོ་དེ་ཡིན་ས་རེད་གང་ཡིན་ཟེར་ན་དེ་ཞུ་ག་གར་ཟེར་ན། རྒྱ་བོད་རིན་པོ་ཆེ་གི་ད་ལྟ་ང་སོགས་འདི་ད་གེ་འདེམས་པའི་ནང་ལོགས་ལ་པརྙོག་དྲ་དུག་ཤུལ་ཞིག་དེ་ཆགས་པར་བ་ད་ད། དངོས་གནས་དྲང་གནས་ཀྱི་ལྟ་དེ་དོ་སྣང་བྱས་མ་བྱས་ཀྱི་རེད་མ་གཏོགས། ང་རང་ཚོ་བས་དུས་ད་ལྟ་བར་དུ་བའི་གདན་ས་ཁ་བྲལ་དང་ལས་སྟོབས་ཤུགས་ཀྱིས་ཚབས་ཆེ་ཤོས་ཀྱི་ཚང་མས་ཀྱི་ལས་ཀྱི་དགེ་འདུན་གྱི་ཡན་དེ་ཀྱི་ཡན་གྱི་བྱ་བ་ག་ཚོད་གོ་རིམ་ར་དེ་དང་དོད་ཡིན་ན་རྒྱ་གར་གདན་ས་ལ་འགྲོ་བསྡད་ཡོད་རེད་བ། དགེ་འདུན་ཡན་ཆགས་བྱས་ཏེ་ཁ་གྲངས་རེ་བྱས་མི་ཆོག་པ་དང། གླིང་གཅིག་ནང་ལོགས་ལ་དགེ་འདུན་ཡན་གྱི་ད་བྱ་བ་བྱས་ནས་ཚོགས་ཁག་གཉིས་གཉིས་བྱས་ནས་གསོ་སྦྱོང་བྱེད་ཚོགས་ཁག་བྱས་ད་དེ་བོ་མཚན་ཉིད་མ་ཚང་བ་ཆགས་ག་ད་འཇམ་དགོན་ལ་མའི་གདན་ས་དེ་གས་དེ་པད་དོ་དགོན་པ་མཚན་ཉིད་མ་ཚང་བ་བཅས་ད་ད་བཞག་ཡོད་ར་བ། འོ་དེ་གས་དེ་ཡོང་ཡང་གི་འབྱུང་རྩ་འདྲ་སྟེ་ད་ད་རྣལ་འབྱོར་སྐུ་རྟེན་ནས་ཟེར་ན་མི་འདུག་མི་གས་ཨ་ཀྲུག་ཚད་ལྡན་དཔེ་ཡག་གི་ད་ད་ཅིག་ཡོང་གི་འདུག་བ།

གྲོགས་ལགས་རེད། ཡིན་ན་རྙོག་དྲ་ནང་ལ་ནི་དུས་ཐག་ཐག་པ་དང་སྡུག་ཤུགས་ཅིག་དགེ་ལུགས་པ་གདན་ས་སོང་ནས་མགོ་བཙུགས། གནས་ཆུང། དགོན་པ་ནས་ཡོང་ཤག་བའི་ད་ལྟ་སྲུང་མ་བསྟེན་ཆོག་ག། དོ་རྗེ་བསྟེན་ཆོག་ཟེར་ནས་མི་འདུག་ཤོང་ལྡན་བསྟེན་ཆོག་གི་རྙོག་དྲ་དེ་སྡུག་ཤུགས་ཆེ་གྲི་དྭགས། བོད་རིགས་ཤ་ཁྲག་གཅིག་པ། དངོས་གནས་དྲ་གནས་སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ་བྱེད་ཀྱི་དུས་ངེས་ལ་ཡོང་བ་རེད་དཀའ་ལས་མཉམ་དུ་རྒྱབ་པ་རེད་བོད་མི་མང་དང་བོད་ཀྱི་ཆེད་དུ་དཔའ་སྡུག་དཀའ་ལས་རྒྱབ་པ་རྒྱབ་མྱངས་རེད་དེ་ད་ཕེབས། ཆ་གྲགས་གཅིག་པོས་བོད་མིའི་ནང་ལོག་ལ། འདི་དང་འདི་འདྲ་བོ་བྱེད་ཀྱི། ལྷ་འདི་འདྲས་བསྟེན་གྱི་འདུག་ཟེར་ནས་གནས་ཆུང་གི་བཀའ་ལུང་བརྒྱབ་ནས་འོ་ད་དེ་ཅིག་འགྲིག་གི་མི་འདུག་ཟེར་ནས་དག་ཅིག་མ་ཉེས་ཁ་ཡུག་ཅིག་བྱས་ཡོང་དུས། ཨ་ནི། ཆེ་ས་ནས་ད། གོང་ས་མཆོག། དང། གོང་ས་མཆོག་གི་ཡོངས་འཛིན། དང་བཅས་པ་ལ་ཐག་རིང་རིང་བཏང། ཐག་རིང་རིང་བཏང་ས་ཡོངས་འཛིན། ཡང་དངོས་གནས་དྲང་གནས་བྱས་ན། པ་ཞིབ་འཇུག་བྱས་པས་ན། རྒྱལ་བ་རིན་པོ་ཆེ་ལ་པའི་སྔོན་གནས་དྲངས་ནས་ཆོས་སྲིད་སྙིང་རྗེའི་ཐད་ནས་ལམ་སྟོན་གནང་ངེས། རྒྱལ་བ་རིན་པོ་ཆེ་ལ་དབུ་མ་སྤུན་ཟླས་ཞུ་ངེས། པའི་སྔོན་གནས་དྲངས་ནས་ཀྱི་ད་ཆ་ལོ་རྒྱུས་དང་རྣམ་ཐར་དེ་ཚོ་ཞིབ་འཇུག་བྱས་པའི་ནང་རྒྱལ་བ་རིན་པོ་ཆེ་ལ་སྐུ་ལས་ཁ་བའི་སྐབས་ལ་རྒྱབ་སྐྱོར་ཞུ་ངེས་གཙོ་བོ་དེ་དང་ཁ་བྲལ་བཏང་ནས་ཐག་རིང་རིང་བཏང། ག་རེ་ཡིན་ཟེར་ན་ཐུགས་ཁག་མི་འདུག་རྒྱལ་བ་རིན་པོ་ཆེ་གསུང་ནང་དུའང་རྒྱལ་བ་རིན་པོ་ཆེ་ངས་སྙིང་མ་ད་ལྟ་དོལ་རྒྱལ་ཞི་དྲག་བསྟན་པའི་ཡིན། དངོས་གནས་དྲང་བདེན་ཞེ་དྲག་གལ་ཆེན་པོ་རྩིས་བྱས་ནས་བསྟན་པ་ཡིན། དེ་ཡིན་ན་ཡང་གནས་ཆུང་གིས་དེ་བསྟན་འགྲིག་གི་མི་འདུག་པང་གདན་ལ་མོ་རླུང་ལངས་ཤག་ཟེར་ནས་བཤད་སོང་ཟེར་ངས་གནས་ཆུང་ཁ་བཀག་པ་ཡིན། དང་པོ་ལ་དེ་འདྲའི་སྨྲ་ཤེས་རྙོག་དྲ་ཆེན་པོ་བཟོ་གི་རེད། ཆོས་ཁུངས་ཨུ་ཚུགས་བརྒྱབ་ནས་མུ་མཐུད་ནས་མི་ཚོགས་དེ་ལ་རིག་པ་མང་པོ་བཏང་གྲ་སྒྲིག་མང་པོ་བྱས་ནས་མུ་མཐུད་ནས་རྒྱ་བོ་རིན་པོ་ཆེ་ལ་ཞུས་ནས་རྒྱ་བོ་རིན་པོ་ཆེ་ཁྱོད་ཀྱི་ནི་ཐུགས་ཁག་ཡོག་མ་རེད།

སྡུག་རིག་ངན་མཛད་དེ་མི་སྐད་མཐོང་ཡང་མི་འཇུག་རྡོ་རྗེ་ལ་བག་འབུམ། གཙོ་བོ་གཅིག་སྤང་སྟེ་ལ་མོ་ཐུགས་མཉེས་ཀྱི་མི་འདུག་སེམས་ནས་དེ་འདྲའི་གི་མཐོང་ཡང་མེད་པའི་སྒྲུང་འདྲ་བོ་དེ་ད་རྒྱ་བོ་རིན་པོ་ཆེ་ལ་ཞུས་ནས་ཕྱོགས་གཅིག་ནས་དེ་གས་ཏེ་རྒྱ་བོ་རིན་པོ་ཆེ་ལ་དད་པ་བཞི་བོ་ཞིག་ཡོད་ཟེར་གྱི་ཡོད་རེད་ཕྱོགས་གཅིག་ནས་རྒྱ་བོ་རིན་པོ་ཆེ་ལ་དད་པ་གྱོན་ནས་ཡོད་ས་མ་རེད་དེ་ཚོ་གང་ཟེར་ནས་དེ་ཚོ་གོ་ཕེབས་རྒྱ་བོ་རིན་པོ་ཆེ་ལ་ད་དེང་སང་བལྟས་ཡོད་དུས་དེའི་སྐབས་ལ་ཡིན་བསྡད་ངེས་རེད་ཅིག་རིག་དེ་ད་ངོ་ནས། ཉི་མ་རིང་དུ་རིང་དུ། རྩམ་པ་ཞིབ་ཏུ་ཞིབ་ཏུ་ཟེར་བ་ནང་བཞིན་ཞིབ་འཇུག་བྱས་ཡོང་དུས། ད་དེ་གས་དེ་གས་རྒྱའུ་རིན་པོ་ཆེ་ལ་སྤུན་ཟླ་མགོ་སྐོར་བཏང་འདུག་བ་དབུ་སྐོར་ཞུ་བསྡད་རེད་འདུག་བ། དབུ་སྐོར་ཞུ་དགོས་ཡ་དེ། ཁོ་རང་སོགས་ཀྱི་ཁེ་ཕན་ཞིག་གི་དོན་དག་རྒྱ་རིན་པོ་ཆེ་གི། དོ་ཆལ་བསྟན་བསྡད་པས་ན་ཁོ་རང་སོགས་གནས་པ་དེ་མ་ཟ་ཡག་གི་ཉེན་ཁ་རེད་ཅེས་མཐོང་བྱས་ནས་ཁོ་རང་སོགས་མི་གཅིག་གཉིས་ཤིག་གི་ཁེ་ཕན། སྲུང་སྐྱོབ་ཁོ་ན་གི་ཆེད་དུ་དགེ་ལུགས་པ་ནང་ལོགས་དཀྲུགས་གི་འདུག་བ། བོད་མི་མང་ནང་ལོགས་དཀྲུགས་གི་འདུག་བ། དེ་ཡིན་ཙང་རྒྱའུ་རིན་པོ་ཆེ་ལ་དབུ་སྐོར་ཞུ་འདུག་བ། ཡང་རིན་པོ་ཆེ་ལ་གཏིང་ནས་ཡིད་ཆེས་དང་དད་པ་མེད་པའི་རྟགས་རེད་མ་གཏོགས་གདིང་ནས་ཡིད་ཆེས་དད་པ་ཤ་ཚ་ཡོད་ན་ཀྱང་རིན་པོ་ཆེ་ལ་དེ་འདྲའི་གལ། སོ་སོ་གི་ཁེ་ཕན་ཁྲིམས་གཅོད་ཐེངས་དང་བླ་མ་ལ་པའི་དཀྲུགས་ཤིང་ཞུ་བྱས་ནས་ནས་དབུ་སྐོར་ཞུ་གི་མ་རེད་བ། དེ་ཡིན་ཙང་དེ་དུས་ནས་ད་རེ་རིན་པའི་རྟགས་ཡོད་འདུག་ཟླ་བ་ཁ་ཤས་སྔོན་ལ་ཕི་གེ་ནས་བྱུང་གི་ད་ལྟ་གོ་བོ་ཕན་བདེ་དང་ཨ་ཀྲུག་ཚེ་བརྟན་སྙིང་རྗ་ལ་ནི་ལུང་བསྟན་བརྒྱབ་སོང་བ། རྒྱ་གར་འབྲས་སྤུངས་ལ། འོ་ད་ད་ད་ད་ཁོང་ཚོ་ལས་ཀ་དེ་འཕྲོ་འགྲོ་གི་འདུག་ད་དེ་འདྲས་བྱས་ཡོང་དུས་རིག་པ་འདི་ལ་དཔག་ཡོང་དུས་དགེ་ལུགས་པ་ནང་ལོགས་ལ་དཀྲུགས་ཤིང་ཆེན་པོ་བསླང་ངེས་དེ་ད་སྔོ་ན་དྲང་ནས་གས་བློ་ནི་དྲང་སོ་ནི་འཇིག་རྟེན་དྲེགས་པ་ལ་བརྟེན་ནས་ཡག་པོ་ཡོང་མ་རེད་ཚང་ཚ་འཕེན་བཏང་གི་རེད་དེ་ཚང་ཚ་གནོད་སྐྱེལ་གི་རེད་ཟེར་ཡག་དེ་ད་དགེ་ལུགས་པའི་གནོད་སྐྱེལ་མོ་ཞོ་ཞིག་སྐྱེལ་ཤག་སྔོ་ན་དྲང་ནས་སྐྱེལ་འདུག་བ།

རེ་བ། དུས་ད་ལྟ་བར་དུ་གདན་ས་གསུམ་དགོན་པ་ཡང་མཚན་ཉིད་མ་ཚང་བ་བཅས་དགོན་པ་མ་ཡིན་པ་ཞིག་ཆགས་ནས་ད་ག་ད། སངས་རྒྱས་ཀྱི་འདུལ་བའི་ནང་ལོགས་ལ་མ་བྱས་ཟེར་དུ་ཆེད་བཙུགས་ཀྱི་བྱས་བྱས་བྱས་ནས་བསྡད་ཡོད་པ། ཁྱོད་ཚོ་ངོ་ཚ་ཚ་ལབ་དང། རྒན་བདེ་གི་བསྟན་པ་ལ་ལྟེ་བ་ཚེ་ཤ་ཚ་ཡོད་ངེས་ཡིན་ན་ད་མགོ་ཤུགས་བར་ཚེ་ཚང་མ་གི་བསམ་བློ་བཏང་དགོས་ཡ་རེད་ཀྱི་རེད། དེ་ཡིན་ན་ད་འདི་འདྲའི་འདྲི་འདྲའི་གནས་ཚུལ་འགྱུར་བར་མང་པོ་ཡོང་དུས་ད་བོད་ནང་ལོགས་ལ། མི་རིགས་གཅིག་པའི་ནང་ལོགས་ལ་སྔོ་ནད་དྲག་ནད་ཀྱི་ཕ་གསོད་ཀྱི་སྐྲག་བ་ལས་སྡུག་བ་འདྲ་ཅིག་ཕ་རྟ་གཡག་གི་གཞི་མེད་པའི་སྒྲོ་བཏགས་ནས་རྙོག་དྲ་ཡང་བཟོ་ངེས་དེ་དག་འདི་ཚོ་རིགས། ལོ་ཉི་ཤུ་སུམ་ཅུ་ལྔའི་བཞི་བཅུ་ལྔ་བཅུ་ལྔའི་ལ་ཡང་ནི་ད་བས་ཀྱི་འདྲ་མི་འདྲ་བྱེད་ངེས་དེ་ཚོ་དང་ད་ལྟ་འདི་ཚོ་ད་འདྲ་བོ་འདྲ་བོ་རེད་དོ། ད་ང་ཚོ་མི་ཞིག་ཡིན་ཚ་སོ་སོས་སོ་སོའི་བསམ་བློ་ཞིག་བཏང་དང། གང་ཡིན་ཟེར་ན་འདི། བོད་པ་ནང་ཁུལ་གཅིག་རེད་མཐོང་ཡོང་དུས། ཨ་ནི། བཀྲ་ཤིས་བདེ་ལེགས་ལབ་ཆོག་དང་མི་ཆོག་ཇག་མཉམ་དུ་མཐོང་ཆོག་དང་མི་ཆོག་སྐད་ཆ་བཤད་ཆོག་དང་མི་ཆོག་རེད་བ་དེ་འདྲའི་ཞིག་བཟོ་ཡོད་རེད་ད། སྡུག་ཅག་ཞེ་པོ་ཅིག་བཟོ་ཡོད་རེད། དཔེ་ཆ་བཞག་པ་ཡིན་ན། དེ་བ་ཞིག་ལ་འགྲུལ་པ་འགྲོ་ས་འདྲ་བ་ཞིག་ཟ་ཁང་ཚོང་ཁང་འདྲ་སོགས་པ་ཞིག་ཡིན་ན། བོད་པ་ཡིན་ན་ཡང། དོགས་བྱ་ལྟས་ངན་ཞིག་ཡིན་ན་དེ་མ་འགྲོ་ཟེར། བོད་པ་མ་ཡིན་པའི་སོ་སོ་གི་ལུང་པ་དང་སོ་སོའི་མི་རིགས་ལ་དགྲ་ལྟ་ངན་ཞིག་ཡིན་ན་ཡང་དེ་འདྲས་ཅིག་ལ་ཅིག་ཟ་ཁང་ཚོང་ཁང་ཅིག་འཕྲོག་ན་འགྲིག་གི་བ་རེད་དེ་ལ་རྣམ་རྟོག་ཡོག་མ་རེད་ཡིན་ཤག་ཤག་རེད། ཡིན་ནའང་བོད་མི་ནང་ལོག་ལ་འཕྲལ་ཕུགས་རྒྱང་སོ་གནོད་པའི་གི་ལས་འགུལ་དེ་འདྲས་ཞིག་བརྩམས་མུ་མཐུད་ནས་དེ་ཚོ་མགྱོགས་རྐྱང་དེ་འདྲས་བྱེད་གི་བ་རེད།

དེའི་ངེས་ཤེས་བྱ་བ་དེ་རྫུན་མ་ཉིད་ཡིན་གསུངས་མ་སོང་བ་ད་ག་རང་ཡིན་མདོག་མདོག་ཅིག་ཡིན་ན་ཡང་ཡང་བདག་ཉིད་དུ་བ་ཅིག་ལ་ཡང་ཏོག་ཟེར་གྱི་ཀུན་འདུས་ལ་ཡང། ཁོང་ཚོ་གོ་བར་ཤུགས་བརྒྱབ་ནས་གསུངས་བཅུ་གསུང་བ། དུ་ག་མི་འདུག་བ་ད་དུ་ཚོ་རིག་གི་ག་དེ་ཕོ་བྲང་གི་མི་ཡག་ཏུ་འདུག་ག་ཡོད་རྒྱུ་རེད་འདུག་ག་དེ་གས་དེ་ག་རྒྱ་ཡག་རོང་པོ་ཆེ་ལ་བ་གནོད་ཤུགས་ཚོ་ཕུ་ཞིག་བྱས་ནས་གསུངས་བཅུ་བ་ཡིན་ན་འདྲ་ག་ད་ད་ཀུན་འདུས་ད་ག་མི་ངེས་རེད་ཀྱི་འདུག་བ། གཅིག་ལྷག་དང་མི་དང་ད་གཅིག་སྐུ་རྟེན་དང་གཅིག་མང་པོ་ཞིག་གཞུང་དེ་གི་དགྲ་ལྷག་དང་མིའི་འཁུ་ད་དེ་ཚོ་གི་འདྲ་མི་འདྲ་ཞིག་འཁྲབ་ཡི་གེ་གཅིག་བསྙེན་རྒྱོགས་ཚ་ཚ་ཞིག་ཞུས་ཡོང་དུས་ད་རྒྱ་རོ་མོ་ཆེ་ལ་དུས་ངེས་མང་པོ་ཞིག་གསུང་གི་ཐུག་གི་རེད་ག་ཡོད་ས་མ་རེད། ད་དེང་སང་དགུང་ལོ་མཐོན་པོ་ཕལ་ཆེ་དེ་འདྲའི་ཆེ་ཞིག་རེད་དེ་ཡོང་དུས་ཚོ་ཡ་ང་བག་ཚ་མེད་པ་གཅིག་ཁྲིག་ད་བ་ལ་རྙོག་དྲ་ལང་ཡ་ལ་སེམས་ཁྲལ་མི་འདུག་བ་འོ་དེ་འདྲའི་ཞིག་རེད་བོད་མི་ཚོ་ལྷག་པ་དེ་དགེ་ལུགས་པ་ཚོ་ད་དགོངས་པ་ཞིག་ད། སྔོ་ནད་དྲག་ནད་ཀྱི་ཆོས་ལུགས་གཞན་དང་གཞན་ལ་བསམ་བློ་ཞིག་བཏང་ནས་སོ་སོའི་གདོང་པ་ལ་ཚོད་ཅིག་བཏགས་དང། སྔོ་ནད་དྲག་ནད་འཇམ་དགོས་ལ་མ་ཙོང་ཁ་བ་ཆེན་པོའི་ཞལ་རས་དེ་ཅིག་བསམ་བློ་བཏང་དང་རྗེ་རོང་པ་ཆེ་ངས་རྗེས་འཇུག་འདུག་ཚོ། གང་དྲག། སྔོ་ནད་དྲག་ནད་ཀྱི། རྗེ་རིན་པོ་ཆེ་ཞལ་བསམ་མ་ཞུ་ན་ཐུགས་ཕམ་ནས། དག་ཞིང་ལ་བཞུགས་ཡོད་རྒྱུ་རེད་ད་སྤྱི་བཏང་དང། སངས་རྒྱས་ཉིན་མཚར་སྡུག་བསྔལ་དུ་ཡོང་མ་རེད་དེ་འདི་རྗེས་འཇུག་སོགས་ཀྱི་བྱེད་སྟངས་དེ། ཆོས་ཀྱི་ཁོག་པ་འདྲེས་ཀྱི་དེ། སྦུག་དེ་ལས་སྲིད་དང་འཇིག་རྟེན་གྱི་ལས་ཀ་ཞུགས། ཨེ་ནང་ལོག་ལ་འཁྲུག་པ་རྒྱག། ནང་ལོག་ལ་ཨེ་འདྲེས་གི་ཕ། དགེ་རྒན་དགེ་ཕྲུག་ཡིན་ན་ཁ་བྲལ་འགྲོ་དགོས་ཡ། དགོན་པ་གྲྭ་ཚང་ཡིན་ན་ཁ་བྲལ་འགྲོ་དགོས་ཡ། ད་མུ་གེ་གང་ལ་བདག་ལྷག་ཟེར་དང་པོ་ནས་པ་གང་ག་མེད་བ་ཆེ་ཡ་དཀའ་ལས་ཁ་བོ་བྱ་ཡོད་བྱ་དེར་དེའི་གང་ལ་སོ་སོ་ན་དེ་བཙན་བྱོལ་ནང་ལོག་ལ་བོད་མི་བ་ར་གང་དེའི་ནང་ལོག་ནས་དགེ་ལུགས་པ་ད་དོག་ཟེར་ཡོད་ར་བ། སྐད་ཆ་བཤད་རེས་བྱས་མི་ཆོག་པ་ཞིག། དགེ་རྒན་གཅིག་གི་དགེ་ཕྲུག་ཡིན་ན་ཡང་ཐུག་རེས་བྱས་མི་ཆོག་པ་ད་འདོད་ཡིན་ན་ཐུག་རེས་བྱ་རོགས་ད། ང་ཚོ་སྤྱི་བཏང་བོད་ལ་ཅི་ཅི་དཀའ་ངལ་ཡོད་རེད་གཉིས་ཡོད་རེད་ཟེར་ཏེ་བོད་ལ་དེ་འདྲའི་གི་དེ་འདྲའི་གི་ནག་པོ་དེ་འདྲའི། དེ་ངས་བྱུང་བ་ཅི་རིག་ནས་ས་སྐྱའི་ག་དེ་བ་ལ་དགོན་པ་གཏོགས་པ་ལ་སོགས་པ་བྱུང་ཡོད་རེད་ངོ་ནས་བྱུང་ཡོད་རེད། དེ་ཡིན་ན་ཡང་ད་ལྟ་འདས་ལ་ལས་འགུལ་བརྩམས་པ་ནང་བཞིན་ཕོ་བ་ལ་བོད་མི་ནང་ཁུལ་གཅིག་གཅིག་ལ་སྐད་ཆ་བཤད་མི་ཆོག་པ་དང་བོད་མི་ནང་ཁུལ་གཅིག་གཅིག་ལ་ཐུགས་ཁྲོ་བྱོན་མི་ཆོག་པ་དང་དེ་འདྲའི་སྒྲིག་གཞི་གནག་པོ་དེ་འདྲས་མི་ཚོ་ལ་བཞག་ཡོད་ས་མ་རེད་ད། ང་རང་སུ་ནང་ཁུལ་ལ་ད་འདི་ཚོ་ཚང་མ་ད།

ཕན་ཐོགས་ཨ་ཅེ་དངོས་གནས་དྲང་གནས་ཕན་ཐོགས་པ་ནུས་པ་ཆེན་པོ་གཞན་དང་མ་འདྲ་བ་ཞིག་ང་ཚོ་ལུང་པ་སུ་ལ་མེད་པ་རྒྱལ་ཁབ་སུ་ལ་མེད་པ་ཞིག་ཡོད་བསམ་བསྡད་ན་འགྲིག་ཏུ་འགྲིག་གི་རེད་དེ། རྒྱལ་ཁབ་སུ་ལ་མེད་པ་ཞིག་ཡོད་རེད་དེ། ཡིན་ནའང་ང་ཚོ་བོད་ལ་བྱུང་ཡ་དེ་རྒྱལ་ཁབ་སུ་ལ་མ་བྱུང་བ་ཞིག་རེད་བ། སུ་གཅིག་ལ་མ་བྱུང་བ་ཁྲིག་གི་དཔེ་རྒྱལ་ཁབ་དཔེ་ལྟས་རྒྱལ་ཁབ་ཆུང་ཆུང་ས་གི་ཁྱོན་ཆེ་ན་བོད་ལས་ཞེ་དྲག་ཆུང་བ་དེ་འདྲས།

རྩ་བའི་ཆ་ནས་རབ་ཏུ་བྱུང་བ་ཚོ་ནི་སངས་རྒྱས་ཀྱི་འདུལ་བའི་གེགས་བྱེད་བསམ། ཚོད་ལས་རྒྱལ་བ་ཅིག་ཆགས་ཡིན་ན། པའི་དགོས་པ་དེ་ཡིན་པར་བྱེད། འོན་ཀྱང། དགེ་བྱེད་ཨ་དཀྲུགས་ཁོ་རང་ཕལ་ཆེན་དེ་འདྲས་ཀྱི་འདུལ་བའི་སྤྱད་པ་དང་ཚོད་ལས་རྒྱལ་བར་འགལ་བྱེད་ནས་པའི་གཡག་གི་མཚམས་སླེབས་པ་ཅིག་དང། ཕལ་ཆེན་ཡིན་ས་མ་རེད། ཡིན་ན་ཡང་ཁོ་རང་ཚོ་གྲྭ་ཚང་གི་པའི་བུ་རེད། ད་ཁོ་རང་ཚོ་གྲྭ་ཚང་གི་གཙོ་བོ་གཙོ་བོ་སྤེལ་དགོས་ཏེ། ནི་ཁོ་རང་གིས་དགེ་འདུན་གྱི་ནང་ཁྲིམས་དང་འགལ་བའི་ལས་ཀ་བྱས་སོང། ད་གང་ང་ཚོ་ཁོ་རང་ཚོ་གྲྭ་ཚང་གི་ཁྲིམས་འགྲན་ལམ་དང་འགལ་བའི་ལས་ཀ་བྱས་སོང། ད་གཙོ་བོ་ཁ་ཡག་དེ་དགེ་འདུན་གྱི་ནང་ཁྲིམས་དེ་ཡིན་ས་རེད། དེ་ཡིན་ན་ཡང་དགེ་འདུན་གྱི་ནང་ཁྲིམས་དེ་ཡང་དགེ་འདུན་གྱི་ནང་ཁྲིམས་ཡིན་ན་ཡང་སངས་རྒྱས་ཀྱི་སྤྱད་པ་ལ་བསྟུན་ནས་སྣང་དགོས་ཧེ་ཅི་རེ་བྱ་མ་གཏོགས་འདུལ་བའི་སྤྱད་པ་དེ་ཕ་ཙི་ཅི་བྱ། ཨེ་ནི་དགེ་འདུན་གྱི་ནང་ཁྲིམས་ཟེར་ན་འདྲ་ཁྲིམས་ཟེར་དུས་ཨེ་ནི་དེ་དང་བྱེ་བྲག་མཐུན་ན་འགྲིག་དེ་ངེས་མ་མཐུན་ན་འགྲིག་དེ་ངེས་རང་རང་སོ་སོ་གང་དགོས་དགོས་བཟོ་ཆོག་ཡ་ཅི་ཆོས་ནི་རེད་མི་འདུག་བ། མ་དང་གཞན་ང་ནི་ད་བར་དུ། ཅེས་དགོས་མཁོར་ཡོད་དུས་དགེ་འདུན་གྱི་ནང་འཕྲིན་དང། དགོན་པའི་སྒྲིག་འགྲེལ་ལམ་དུ་མཐུན་གྱི་མི་འདུག་ཟེར་ནས་དཔེ་བྱང་ཞལ་ཞེས་དག་གིས་ལུས་པ་གནང་ལོ། མང་པོ་བྱུང་ཚར་བ། དེ་འདྲས་མང་པོ་བྱུང་ཚར་བ། དཔེ་ཆ་བཞག་ན། ད་ཉིས་སྟོང་བརྒྱད་ལ་ད་དགེ་འདུན་གྱི་ནང་འཕྲིན་ཡིན་ར་ཅི་ཡིན་གསལ་བྱས་ནས། སངས་རྒྱས་ཀྱི་འདུལ་བའི་སྐྱེ་བ་དང། འགལ་བ་ཞིག་བྱུང་བ་མ་རེད་དེ་གྲྭ་བ་བརྒྱ་ཕྲག་མང་པོ་ཞིག། ཧ་ལམ་གྲྭ་བ་སྟོང་ལ་ཉེ་བ་དེ་འདྲས། ནས། དགོན་པ་གྲྭ་ཚང་སོ་སོ་ཕྱི་ལོགས་ནས་སྟོན་པར་བ། ཉིས་སྟོང་བརྒྱད་ལ། ཆུ་ཟང་ཟིང་གི་འབྲེལ་བ་བཅད་དགོས་ཡོད་ཟེར་ནས། ད་དེ་གས་དེ་ཁོང་ཚོ་ཁ་ཡ་དེ། མང་ཆེ་བ་དེ། ཕྱི་ལོགས་སྟོན་ཡ་དེ་གས་དེ་འདུལ་བའི་སྤྱི་ཁྲིམས་ཐོག་འགལ་བ་ཞིག་རྩ་ནས་བྱུང་བ་མ་རེད།

ཡོད་རེད། དེ་སྔོན་ལ་ལོ་བརྒྱ་ཕྲག་མང་པོ་བསྟན། བཙན་བྱོལ་དུ་ཚུར་སླེབས་ན་ལ་ལོ་ལྔ་བཅུ་ཟེར་བྱང་ལམ་མཉམ་དུ་ཤི་བསྡད་པ་རེད་འགྲིག་བསྡད་པ་རེད་ཐུམ་པོ་མེད་བ་དེ་སོ་སོ་གི་ཕག་ཟོས་ཨ་ནི་ཐུམ་གི་མི་འདུག་ཟེར་བྱས་རེད་བ། འོ་ལྟ་རྩོད་གཞི་ཅན་རེད་ཟེར་ན་ནི་གནས་ཆུང། དྲེགས་པ་དཔལ་ཧ་ལྟས་ངན་ཚོ་ཡིན་ན་ཡང། ནད་གཅོང་དེ་ཡང་རྩོད་གཞི་ཅན་རེད་ཤག་མ་གཏོགས་རྩོད་གཞི་མེད་ངེས་ཀྱི་གཙང་མ་གཙང་རྐྱང་གཅིག་ཁྱོན་ནས་རེད་མི་འདུག་ཨ་ནད་གཅོང་ཐོག་མ་ཆགས་ནས་ཨ་ཁོ་རང་གི་རྩ་བའི་བླ་མ་སོགས་བཅད་ཤག་ཆོས་གྲོགས་སོགས་བཅད་ནས་དེ་ནས་བཀྲ་མ་ཤིས་པ་ལུང་པ་གང་གི་ལོ་རྒྱུས་བཤད་ཡག་འདུག་ཞུ་གོ་ཨ་དཔེ་ཁ་རྒྱལ་པོ་ཟེར་ནས་གསུང་མ་ལ་ཡག་བཀོད་པའི་ཡིན་ན་ཡང་ཨ་བོད་ལ་ཨ་མཁས་གྲུབ་གཉིས་ལྡན་གྱི་སྐྱེ་བོ་དམ་པ་མང་པོས་དཔེ་ཁ་རྒྱལ་པོ་ཟེར་ཏེ་རྣམ་རྟོག་ཟ་ཡག་དང་ཁས་ལེན་གྱི་མི་འདུག་ཨ་ལོ་རྒྱུས་ལ་བལྟས་པ་ཡིན་ན་ས་དགེ་བཀའ་རྙིང། ནང་ལོགས་ན་ལྷག་པ་དང་བཀའ་གདམས་པའི་དགེ་བའི་བཤེས་གཉེན་ཚོ་པད་དཀར་གསེར་དུ་བས་ད་འདྲའི་འགྲེལ་སྟངས་རེ་ཅིག་བརྩི་ཡ་ཞིག་དང། ད་དེ་ལ་སོགས་པ། དཔེར་ན། ས་དགེ་བཀའ་རྙིང་གི་ནང་ལོགས་ནས་ཅིག་སྔོ་ནན་བྲག་ནས་ཀྱི་ཚེ་འདན་གྱི་སྐྱེས་བུ་དམ་པ་མང་པོ་ཞིག་གིས་རྒྱལ་པོ་པད་དཀར་དང་འབྲེལ་བ་ཁྱོན་ནས་གནང་མི་འདུག་བ། འཇམ་མགོན་བླ་མ་ཙོང་ཁ་པ་ཡབ་སྲས་ཀྱིས་འབྲེལ་བ་ཁྱོན་ནས་གནང་མི་འདུག་བ། ག་རེ་བྱས་ནས་རྗེ་རིན་པོ་ཆེས་འདི་འབྲེལ་བ་མ་གནང་བ་རེད། ག་རེ་བྱས་ནས་རྗེ་རིན་པོ་ཆེས་འདི་ལ་ཟོན་བྱས་པ་རེད་ཡག་པོ་ཞུ་བཞིན་འདུག་སྤུས་དག་པོ་ཞུ་བཞིན་འདུག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་བས། དངོས་གནས་དྲ་འདི་ཚང་མ་མཁྱེན་གྱི་རུང་བ། འབྲེལ་བ་གནང་དགོས་ས་དེ་གནང་གི་རུང་བ། ཁོ་བོས་ཀྱིས།

དགུ་བཅུ་གོ་དྲུག་ལོ་ལ། དགེ་ལུགས་པ་རྣམས་ལ་ཡང་སྲུང་མ་བསྟེན་ཆོག་རྙོག་དྲ་སྟེ། རྫ་བྲག་རུ་ཕྱིན་ཏེ་ལ་དགུ་བཅུ་གོ་ལྔའི་ལོ་མཇུག་ཐོ་བ་ནས་བྱུང་གི་ཅི་ཅི་རྒྱ་འདྲེ་རེད་བྱས་ཟེར་ཡ་ན་ཚངས་པ་ག་ནི་རྒྱ་འདྲེ་དང་ལང་འདྲེ་བྱེད་ཀྱི་འདུག་ཟེར་ཡ་ན་ད་ལྟའི་ཚེ་ཚེ་རི་ཆེན་ང་སེ་ཡི་གེ་ཕག་གསར་ལུས་དེ་ངས་སྐྱེ་དམན་ཞིག་འདུག་ཨོ་དེ་ལུང་བསྟན་རྒྱབ་བྱ་བ་དེ་འདྲ་འདུག་བོད་རང་བཙན་ཕྱོགས་ལ་གནོད་ངན་དེ་ལུས་ཤུགས་ལྡན་ཕྱོགས་ཀྱི་གནོད་པ་ཡིན་ཟེར་ཡ་སོགས་རེད་རང་བཙན་ཁོ་རང་ཚོ་གི་མེད་རྩ་ལྟོ

བློས་ཐག་བཅད་ཡིན་ས་རེད་ད་དེ་ཚོ་ད། འདུག་ཅེས་ཉམས་མྱོང་མང་པོ་བསགས་ཡོད་དུས་ད་བོད་མི་ཚོ་དང་རི་བོ་དགེ་ལྡན་པ་ཚོ་གདན་ས་གསུམ་ཡིན་ནའི་ལྟས་ཚེ་ངོ་ནས་དྲང་ནས་ག་ཅི་ན་གུང་ནང་འཛུམ་པ་འདེབས་པ་བྱེད་ལྟོས་ས་འོད་ཡོད་ས་དེ་ཚུར་སླེབས་བྱས་ནས་ལྟས་དབུགས་ཤིག་བཏང་བྱས་ནས་ད་བདེན་པའི་གནས་ཚུལ་དེ་ག་རེ་རེད་ཤག་དྲང་པོའི་གནས་ཚུལ་དེ་ག་རེ་རེད་ཤག་ཕུགས་ལ་ཕན་པ་དེ་ག་འདྲས་ཅིག་འདུག་གནོད་པ་དེ་ག་འདྲས་ཅིག་རེད་ས་བསམ་བྱས་ནས་ལྟོས་ས་ཞིག་འགོ་ཚུགས་དགོས་ཡ་རེད་ཅེས་རེ་བ། ཆེ་ས་ནས་ནི་གཞུང་བཀའ་བོད་ནང་ང་རྒྱང་བྱས་ནས་པ་རིག་པའི་གི་ལང་ནི་འགྲོ་གིན་སེ་དེའོ་རེ་ཡང་གཅིག་བྱས་དུས་ན་པ་རྨོངས་བྱ་གོན་དེ་བི་སོ་རེ་བྱས་ད་མི་སྐྱབས་ཆེ་གི་ལུགས་པ་ཡོངས་རྫོགས་ད་དེ་སི་སི་འགྲུལ་དཀའ་སུ་ཚང་མ་ལ་ཞུ་ཡ་ཡོག་མ་ད་བསམ་བྱེད་མི་ཆགས་པ་མང་པོ་ཡོག་རེ་ད་ཡང་དཀྲུག་གི་དེ་ངས་མང་པོ་བྱས་ཡོག་རེ་བ་ཉིན་རྗེ་ག་གི་གི་མགོ་མ་ཚོས་བ་བྱས་ནི་རྒྱུག་དེ་ངས་འོ་དུ་སི་ཆེ་ལ་སོ་བཀྲ་ཤིས་དེ་ལ།